ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོ་གི་ཉིན་ཕྱི་ནང་ལོག་དགུ་གཉིས་ཀྱི་རྗེ་ཆ་ཐོ་ཚོ་ཚང་མ་ནང་འདྲེན་བྱས་ཚར་སོང་ལ་དེ་འདྲ་ཡིན་དུས་ན་དེ་དག་ཚང་མ་གི་ད་ད་ང་ཚོ་གི་ཉིན་ཕྱི་དེ་དངོས་སུ་མ་འགྲིག་གི་སྔོན་དུ་ཏག་ཏག་ཅིག་འགྲིག་གི་ཡོད་མེད་ལྟ་སྟངས་གི་མཚམས་ནས་ངོ་ཕྲ་བྱེད་གི་ཡེད། ཨོ་དེ། དང་པོ་དེ་ང་ཚོ་གི་འདི་བེའུ་བཟོ་རྒྱུ་དེའི་ནང་ལ་ཅིག་ལྟ་བ་ཡིན་ན་ང་ཚོ་གི་ཕར་ཆེར་འདི་ནང་ཉིན་ལྟར་རྣམ་པ་འདྲ་བོ་དེ་མཐོང་ཐུབ་གི་འདུག་ཨ། ཨ་འདི་གི་སྒྲ་ཏག་ཏག་ཅིག་འགྲོ་གི་འདུག་སྒྲ་མཚམས་རེ་མིན་གོ་ཏག་ཏག་དང་ལས་ཀ་གཅིག་བསྡད་ཀྱི་འདུག་དེ་ལྟ་སྟངས་རིམ་པ་དང་པོ་གཅིག་གཉིས་པ་དེ་ང་ཚོ་འདི་ནས VOM Browser ཟེར་རྒྱུ་དེ་གའི་ཡིན་ཟེར་ང་ཚོ་དྲྭ་རྒྱ་གི་སྒོ་ནས་ལྟ་ཐུབ་ཀྱི་ཡོད་རེད། ཧོ་འདི་ཁོར་གྱི་རྗེས་ཆ་ཚང་མ་འདི་ནས་སྟོན་ཡོང་གི་འདུག་དེ་གཅིག་གཅིག་དེ་ནས་འདི་གི་དྲྭ་རྒྱ་སྒོ་ནས་སྟོན་ཡོང་གི་ཡོད་རེད། དེ་འདི་ནས་ཨ་འདི་ནས་དེ་སྒྲ་ད་ལྟ་སོགས་གནད་འགག་མི་འདུག་ཤོག་ངོས་དང་པོ་རེད་ཤོག་ངོས་གཉིས་པ་དེ་ཡང་གནད་འགག་མི་འདུག་གཞུ་ངོགས་གསུམ་པ་དེ་ཡང་ཏག་ཏག་སྦྲ་མཚམས་དུ་སོང་འགྲོ་གི་འདུག་ཨ་འོ་དེ་འདི་ལ་གནང་གི་མེད་སོང་བ་རེད་དེ་འདྲ་ཡིན་དུས་ན་དེར་འདི་ལྟ་སྟངས་ཀྱི་རིམ་པ་གཉིས་འདུག་ཨ་གྲལ་གྱི་དགོངས་ཉི་ད་དང་དང་ཉིན་ཕྱི་རིང་གི་གནང་ཉི་ད་དང་གཅིག་རེད། དེ་ནི་ད་ང་ཚོ་ག་དགོས་ངེས་ཀྱི་ཆ་ཆོས་གཅིག་དེ་འདི་ནི Feature ཟེར་རྒྱུ་དེའི་གནང་ཉི་ད་འདི་ན Search ཟེར་རྒྱུ་དེའི་གནང་གི་གནང་ཉི་ད་འདི་འདི་ཚོ་ལེན་བཞག་ན་ཏག་ཏག་ཡོད་རེད་ད་འདི་གི་འབྲི་བྱེད་བགྱི་བ་དེ་སོ་སོ་གི་ངེས་བར་གྱིས། དེ་ནས་ཉར་ཚགས་གཟེར། ཉར་ཚགས་གཟེར་ཡག་བྱས་ན་དེ་ང་ཚོ་གི་ད་བཟོས་བ་ཚང་མ་ཉར་ཆགས་རེད་དེ་ནས་ད་དངོས་སུ་ཉིན་གཅིག་བཟོས་ཡག་བཟོས་འདུག Android app བཟོ་རྒྱུ་དེ་གི་སྒོ་ང་ཆེ་ནས་ན་ཉིན་གཅིག་ཏག་ཏག་བཟོ་ཡིན་གི་ཡོད་རེད། ཧོ་དེ་ནས་ཁྱེད་རང་གི་ད་དྲ་རྒྱ་གི་ཡག་སྡུག་ད་དེ་དག་ལ་བལྟས་ནས་ད་ཁྱེད་རང་གི་འདི་བཟོ་བཟོ་རྒྱུ་ད་དེ་ཚོ་འགོར་སྲིད་པ་རེད་ཟེར། ཨོ་འདི་གསར་བ་བཟོས་དེ་ན་དྲ་ཡོད་དེ་ན་དེ་ཚོ་འགོར་སྲིད་པ་རེད་ཟེར་ཉོ་བ་དེ། འོ་འདི་རྟ་རྔ་ཚོགས་གུ་སྐར་མ་སྔ་དྲོ་ཙི་ག་མགོ་ཧྲུག་གི་འདུག་ཨ་འོ་དེ་འདྲ་ནི་མགོ་ཧྲུག་རྟ་རྔ་ཚོགས་གུ་བཟོས་བ་དེ་ཏག་ཏག་འགྲིག་སོང་བ་རེད་དེ། ང་ཚོ་འགྲིག་མ་འགྲིག་ད་ག་བ་བཞིན་ཧ་གོ་གི་རེད་ལབ་ན་འདིའི་མཚམས་ལ་ཡི་གེ་ལྗང་ཁུ་གཅིག་གི་ནང་ལ། འདི། ཨ་ནི། ཁྱེད་རང་གི་བཟོས་བ་དེ་ཧ་ཅང་ལེགས་ཧོར་གྲིབ་སོང་ཟེར་ཡ་ཅིག་དེ་འདྲ་ཅིག་འདུག་སྐར་མ་བཞི་གི་ནང་གྲིབ་སོང་ཟེར་དེ་འདྲ་བ་ཞིག་འདུག་ན་ང་ཚོ་གི་དེ་བཟོས་བ་དེ་ཏག་ཏག་གྲིབ་སོང་བ་རེད། དེ་དག་དེ་ཅི་དང་དེ་ནི་ཁྱེད་རང་གིས་བཟོས་བ་དེ་འགྲིག་ཡོད་བ་དང་འགྲིག་མེད་བ་གང་ཡིན་དང་འདི་ནི་ངག་ནུས་སྟངས་ཚང་མ་འདི་རྣམས་མ་ར་འགྲེལ་བཤད་རྒྱག་གི་རེད་ཟེར་ག་ཚད་ཁྱེད་རང་གི་རྒྱ་ཡིག་དག་ཡིན་གཅིག་ཏུ་སོ་ཤིང་མཁན་གྱི་ཡིན་པ་ཡིན་ན་འང་འདི་རྣམས་མ་ར་ཏག་ཏག་འགྲེལ་བཤད་རྒྱག་ཡོང་མ་ཚད་ཀྱི་ཁྱེད་རང་གི་ཡིག་ཆ་དུ་སོ་ག་བ་བཞག་ཡོད་ན་དེ་ཚོ་ཚང་མ་དེ་ནི་འདི་ནང་ངོ་འཕྲོད་ཏག་ཏག་ཅིག་ཡོད་རེད་ཟེར་འོ་དེ་འདྲ་གཅིག་དང། ད་ང་ཚོ་གི་ཡིག་ཉན་ཆུད་ཟོས་སོང་བ་རེད་ད་ད་ཉན་ཆུད་ཟོས་ཚར་བ་དེ་ག་བ་ཡོད་རེད་ཟེར་ནས་ད་ང་ཚོས་ལྟ་དགོས་ཀྱི་ཡོད་ར་དེ་ལྟ་སྟངས་དེ་ག་རེད་ཟེར་ན་ནི་འདི་ནི་ཡིག་ཆ་ཟེར་ར་དེ་ཚོ་དེའི་ནང་འགྲོ་དགོས་ཀྱི་ཡོད་རེད་དེའི་ནང་ཉིད་དེ་འདི་ནི། བྷིའུ་ཨེ་ཕི་ཁེ་ཛི་ཡ་ཇི་མདོ་ཨེ་ཕི་ཁེ་ཛི་ར་དེ་ང་ཚོ་གུ་ཟུ་ཟིན་པ་གི་ཉིན་གཅིག་དེ་རེད། ཨོ་དེ་ནི་འདི་དང་འདི་མདོ། ཨ། འདི་འདིར། ཨ། ང་ཚོ་གི་འདི་བཟོ་བ་དེ་འདི་རེད་ད་འདི་གི་བཟོ་ཚར་རྒྱུ་དེ་འདི་རེད་དེ་འདྲ་ཡིན་དེ་ནི་འདིའི་དགུང་ལ་ང་ཚོ་གི་མདའ་རྩེ་བཞག་ནས་ཙི་ཙིའི་ཡིག་སྣོད་ཟེར་གྱི་ཉིན། དེ་ནི་སེནད་ཁྲུའུ་ཟི་ར་ཇི་མདོ་དེའི་དགུང་ལ་སོང་དེ་ནི་ད་ང་ཚོ་གི་སོ་སྔོན་པོ་དང་ཡང་ན་དེ་ནི་ང་ཚོ་གི་ཡིག་ཆ་དེ་གཟིགས་ཕུག་གི་ཡིག་ཆ་དེ་བཟོ་ནས་གཏོང་དགོས་གི་ཡོད་པ་ཡིན།

ཨའོ་དེ་དེ་འདྲ་ནི་འདི་ལྟ་ཐུབ་ཀྱི་ཡོད་རེད་ཟེར་དེ་འདྲ་གཅིག་གཅིག། དེ་ནི། ཡང་ཁྱེད་རང་གི་དེ་ག་གནང་བཞིན་གྱི་དུས་ནང་ཉིད་ལྟ་ནི Project བཟོ་རྒྱུ་དེ་ལྟ་དགོས་ན་ད་རིང་གི་ཁྱེད་རང་གི་ཉིན་ཡིག་ཆ་དེ་ཚོ། ག་ལ་དགོས་རེད་བཟོ་རྒྱུ་གི་ཡིག་ཆ་དེ་ཚོ་ལྟ་དགོས་ཀྱི་ཡོད་བ་ཡིན་ན་ཐད་ཀར་འདི་འདི་ནང་ལ་ཡོད་རེད་ཟེར་ཁྱེད་རང་གི་ད་ལྟ་བཟོ་བའི་ཡིག་ཆ་དེ་ཚོ་ཚང་མ་འདི་ནང་ལ་ཡོད་རེད་ཟེར། ཨའོ་དེ། འདི། ད་འདི་ནས་ག་ལ་དགོས་རེད། འདྲ་པར་དེ་ཚོ་ཡོད་ན་དཔེར་ན་འདི་ཚོང་མ་འདི་ནང་མ་ར་པང་དྲུག་གཉིས་བཞག་བཞག་ཡོད་རེད། འོན་ཏེ་ཁྱེད་རང་གི་ད་དགུ་ངེད་དེ་ཚོ་ཚོང་མ་འདི་ནང་ལ་ཨ་ནི་ལུག་གཉིས་བཞག་བཞག་ཡོད་རེད། འོན་ཏེ་ཅི་དེ་ནི་ད་ང་ཚོ་སྔོན་ལྟར་ད་དེ་ཚོ་ངོས་སུ་འགྲིག་སྟངས་ཀྱི་ངོ་སྤྲོད་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།